བཀྲ་ཤིས་བདེ་ལེགས། ད་རེས་འདི་ལ་ཡང་ནི་གློག་རྫས་རིགས་བཞིའི་སྐོར་ལ་བསྡུར་ཟིན་ཅིག་ཞུ་ཡ་ཡིན། ད་གློག་རྫས་རིགས་བཞིའི་ནང་གི་དང་པོ་དེ་ནི་སྡུག་བསྔལ་ཅན་གྱི་དཔེ་ཀློག་ཟེར་ཡ་དེ་རེད། སྡུག་བསྔལ་ཅན་གྱི་དཔེ་ཀློག་ཟེར་ཡ་དེའི་སྐབས་དེ་ལ་ནི་དཀའ་ལས་ཞེ་པོ་ཡོད་རེད་ཟེར་དགོས་རེད། ནང་དོན་གོ་བ་ཚང་མ་ལེན་ཐུབ་ཀྱི་མ་རེད། དེ་ནས་དཀའ་ལས་ཤིག་རྒྱབ་དགོས་ཀྱི་ཡོད་རེད། ནས་ད་ལོག་འགྲོ་ཡས་ཤིག་འཆོང་ཡས་ཡོད་རེད་གོ་རེད། རྒྱུ་མཚན་གཙོ་བོ་སྤྱི་ཁོག་ནང་ལོག་ལ་ཚིག་གསར་བ་མང་པོ་དོན་དོ་འགོད་མ་བྱས་པ་མང་པོ་ཡོད་པ་སོང་ཙང་གོ་དེ་འདྲ་བྱ་དགོས་རོགས་དཀའ་ལས་འགྲོ་བོ་འཕྲད་ཀྱི་ཡོད་རེད་མ། ད་གཉིས་པ་དེ། གསར་བའི་དཔེ་ཀློག་གསར་བའི་དཔེ་ཀློག་ཟེར་ཡ་དེ། ནང་ལོགས་ལ་ཨ་ནི་ང་ཚོ་སླབ་གྲ་ལ་འགྲོ་ནི་སློབ་སྦྱོང་བྱེད་དུས་སྐབས་ལ་ཨ་ནི་ཡི་གེ་སྦྱང་བ་དང་འདྲ་པོ་རེད་ད་ཁོ་སློབ་ཁྲིད་སྐབས་ཐོག་དེ་ནི་ང་ཚོ་ཚིག་གསར་བ་སྦྱང་ཡ་དེ་ནི་བརྡ་སྤྲོད་གསར་བ་སྦྱང་ཡ་ཨོ་དེ་གས་དེ་ལ་ག་རེ་བྱ་ན་གསར་བའི་དཔེ་ཀློག་ས་དགོས་རེད་ད་རྒྱ་ཆེ་བའི་དཔེ་ཀློག་དེ་ལ་ཁྱད་ཆོས་ག་འདྲ་འདྲ་བོ་བྱེད་ཡོད་རེད་ཟེར་ན་ད་མགྱོགས་པོ་ཡོད་རེད་ཨ་ནི་ཀློག་དུས་དམ་པ་ཀློག་ལ་ཆག་མ་ཡོད་རེད་ཀློག་ལ་ཆག་མ་ཡོད་པ་མ་ཟད་ཁོའི་ནང་དོན་ཀློག་གང་ཀློག་པ་དེ་གའི་ནང་དོན་ད་ལྟ་ཡག་པོ་ལེན་ཐུབ་གི་ཡོད་རེད། ད་ནང་བཞིན་ཁོ་རང་ལོག་འགྲེལ་དམ་པོ་སྐྱེ་བོ་ཡོད་རེད། ད་གསུམ་པ་དེ་སྨྱོ་རུས་པའི་ལོག་སྨྱོ་རུས་པའི་ལོག་དེ་གི་ཆེ་ཆུ་དེ་ག་དེ་ག་རེད་ཡོད་རེད་ཟེར་འདི་ལ་ཤིས་དོ་ཤིས་དེ་དེ་གི་རེད་ནི་མགྱོགས་པོ་ཡོད་རེད། དེ་ལོག་རྩེད་ལ་ནི་ཐོག་མའི་ཡིན་པ་རེད་དེ་ནི་གོ་བ་མཐར་ཕྱིན་པ་བྱིན་གི་ཡོད་རེད་དེ་ནི་ལོག་འགྲེལ་དམ་པ་སྐྱེ་བོ་ཡོད་རེད་ཟེར་གི་རེད། ང་ཚོས་འདི་གི་ཁྱད་ཆོས་རེ་རེ་རེ་རེ་དེ་གཅིག་ལྟ་བྱ་བ་རང། ད་འདི་ལ་དང་པོ་དེ། སྡུག་བསྔལ་ཅན་གྱི་བེ་ལོག་ལ་ཆ་བྱ་བ་ཡིན་ན་ཤེས་པའི་ཐ་སྙད་དེ་བརྒྱ་ཆ་དགུ་བཅུ་སུ་ཡོད་མ་ཤེས་ཡོད་མ་རེད་ད་བརྒྱ་ཆ་གི་བཅུ་དེ་མ་ཤེས་བ་ཆགས་བསྡད་ཡོད་རང། མ་ཤེས་བ་ཆགས་བསྡད་ཡོད་དེ་དམ་པ་ནི་དཀའ་ངལ། ཚད་མའི། འཕྲད་ཀྱི་ཡོད་རེད། ད་ནང་བཞིན་ད་ཚིག་གསར་བ་ཡོད་དེ་དམ་པ་གོ་གི་ཚིག་མཛོད་ཀྱི་ནང་བཙལ་དགོས་ཡོད་དེ་འདྲ་བྱས་དེ་དམ་པ་ད

དེ་ནས་ཡིག་ཆ་གི་ནང་དོན་གོ་བ་ལེན་མ་ལེན་དེ་ཆ་བྱ་བ་ཡིན་ན། ཁོ། སྡུག་བསྔལ་ཅན་གྱི་དཔེ་ཀློག་གིས་ཨ་ནི་ཀློག་བདེ་དམ་པ། དེ་དག་དཔེ་ཆ་ཡིན་ན་དྲ་སྒྲོང་ཡིན་ན་དེ་གི་ནང་དོན་གོ་བ་དེ་ཚང་མ་ཅིག་ལེན་ཐུབ་ཀི་ཡོད་མ་རེད། དེ་ནས་ང་ཚོ་གསར་པའི་དཔེ་ཀློག་ཅིག་རྒྱ་ཆེའི་དཔེ་ཀློག་ཅིག་དེ་ནས་མྱུར་བའི་དཔེ་ཀློག་ཡག་ཡག་བགྲོ་བདེ་དམ་པ་ཨ་ནི་ཁོ་རང་ཚོ་གི་ནང་དོན་གི་གོ་བ་གི་དེ་ཚད་དེ་མཐོ་རུ་མཐོ་རུ། དེ་ནས་ཡག་ཡག་བགྲོ་བདེ་དམ་པ་ཨ་ནི་དཔེ་དེ་ད་གོ་བ་ཚང་མ་ལེན་ཐུབ་ཡ་དེ་འདྲ་བྱ་དགོས་ཡོད་རེད་ཟེར་དགོས་རེད་ད་འདི་ལོག་རྩལ་རིགས་ཤིག་གོ་ལ་དུ་ཅིག་ཐུགས་རྗེ་ཆེ།